དངོས་ཡོད་ཀྱི་གནས་ཚུལ་དེ་ག་དུས་ཡིན་ན་ཤེས་དགོས་ཡ་དང་དངོས་ཡོད་ཀྱི་གནས་ཚུལ་དུ་ང་ཚོས་དང་ལེན་བྱེད་འགྲོ་དགོས་ཡ་དེ་གལ་ཆེན་པོ་རེད། དེ་ཞུ་འདོད་བྱུང། དེ་མེད་ནས་དེ་གཉིས་ད་ག་རེ་ལོག་གི་རེད་ང་ཚོས། བྱེད་སྟངས་བསམ་པ་བཟང་པོ་ནང་གྱི་སེམས་སུ་ཡིན་མདོག་མདོག་ཅིག་ཅིག་མགོ་ཐུག་ཡོད་ཟེར་ན་མི་འདུག་ད་དོན་ནོ། ཨ་ནི་མགོ་ཡོད་བ་ནང་གི་ཆགས་འགྲོ་གི་འདུག་ཨ། ཀུན་སློང་ནོ་ད་ལྷད་ཡོད་མ་རེད་ག་རེ་ཟེར་ན་ཅིག་ཅིག་ནི་ད་སེམས་པ་སྐྱོ་འགྲོ་གི་སེམས་པ་སྡུག་འགྲོ་གི་བཟང་དེ་གི་གཡོ་ཐོས་ནང་གི་སྐད་ཆ་གི་འདུག་ཟེར་བྱས་ནས་ད་སྐད་ཆ་བཤད་ཡོད་ར་གི་རེད་ཅིག་རེད་ཅིག་གི་འདི་འདྲ་མ་རེད་ཅིག་གི་ད་སྤྱི་ཚོགས་ཀྱི་གྲོས་བསྡུར་འོག་གྱུར་འདི་འོག་ནི་ཀུན་སློང་གཞན་དང་གཞན་དག་གི་ཐོག་ནས་ད་འདུག་ཟེར་བྱས་ཡིན་འདུག། ཡིན་ནའང་ད་ལྟ་དེ་ཡི་སྔོན་ནང་ལོ་ཚད་རིང་གཅིག་གི་ད་འདུག་ཟེར་མཁན་བཤད་ཡོད། ཡིན་ན་ག་ཀུན་སློང་འདི་དང་ད་ལྟ་མི་ཚོར་བསམ་པ་དགའ་པོ་ཡོང་ཡང་སེམས་པ་སྐྱོ་འགྲོ་གི་བསམ་དེ་འདྲའི་ཀུན་སློང་བཟང་པོ་ཅིག་ཡོད་པ་དང་ངོས་འཛིན་བྱེད་ཀྱི་མེད། ག་རེད་ཟེར་ན་ག་དུས་ཡིན་ནའང་དེ་འདྲའི་གི་ཀུན་སློང་བཟང་པོ་ཁུ་ངལ་གྱིས་མ་རེད་རྩ་སྐྱེས་ནང་གི་ཀྱང་ཅུང་འགྱུར་འདུག་བཤད་ནི་ངས་བྱེད་རོགས། ད་དེ་ངོ་ཚ་ཚང་མ་གིས་ད་བོད་ཕྱི་ནང་གཉིས་ཀྱི་རྒྱུས་ཡོད་གནད་དོན་ཅིག་རེད། དེ་འདྲ་སོང་ཙང་ཁྱོད་འདི་འདྲ་བཤད་ཡོད་རེད་རྣམ་པ་ཚོར་ད་ངས་འདི་བསྟན་ཡོད་འདི་ངས་འདི་གཟིགས་ད། ཞེས་ས་མ་བརྒྱབ་པ་ཡིན་ན ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་མི་རངས་པར་མིག་གི་སྐྱུར་མ་སྒུར་བ་བཅས་དང་གོམ་པ་རྒྱག་ཐུབ་པ་འདི་འགྲིག་གི་གཏམ་བཟང་ཅིག་ཐོན་སོང་ཚང་མ་ལ་བཀའ་དྲིན་ཆེ་ཞུ་གི་ཡིན། VOA ཨ་རིའི་གློག་འཕྲིན་ཁང་གི་གསར་འགོད་པ་ཚེ་རང་བཅས་ཀྱིས་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནས ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་བཞུགས་གནས་མགྲོན་ཁང་ནས་གནས་ཚུལ་སྤེལ་བ་ཡིན།

ྋགོང་ས་རྒྱལ་བ་ཐང་ཆེན་བྱོན་པའི་མི་ལོ་དྲུག་ཅུ་རེ་གྲོངས་ཚར་གྱི་སྐབས་ལས་བརྒྱབ་ནས། ཡང་དག་པའི་དམངས་གཙོའི་གི་ནང་དགའ་ཅིག་བཙུགས་ནས། མང་གཙོ་དེའང་དཀའ་བ་གསུང་དང་ལྡན་པ་བཅའ་ཁྲིམས་དང་ལྡན་པ། དེ་ནང་ལོགས་ལ་ཡང་མི་ཚོགས་ཀྱི་བཙན་འཛུལ་བྱས། བཅའ་ཁྲིམས་བརྩི་མེད་བཏང། དེ་ཕྱིར ྋགོང་ས་མཆོག་གི་དངོས་གནས་སྤྲོ་ནས་ད་ལྟ་བར་དུ་བླ་བྲེ་པ་ནག་གི་བགྲོད་པས་ཆུ་མོ་གཙོ་བོར ྋགོང་ས་མཆོག་ཐུགས་ཕངས་སྲིད་རེད་ས། དེའི་ཐོག་ནས་ཐུགས་ཕངས་བྱས་ནས་ཨ་ནི་དངོས་གནས་ཀྱི ྋསྐུ་གཟུགས་དེ་སྐྱོ་བོ་ཆགས་ཡོད་སྲིད་རེད་ཅེས་བཤད། ཉིན་ཕ་གཅིག་དེ་ག་རེ་རེད།

ད་ལྟ་འདི་དབུལ་བོར་འདོད་ངེས་ཀྱི་བུ་མོ་འདི་ནི་སྣ་སྐྱེས་ན་རྩ་སྐྱེས་ན་རྒྱུ་འདུག་ཅེས་ཤེས་ཡ་འདོད་ཡོད་ད། རྒྱ་ཆེན་མང་ཚོགས་མགོ་སྐོར་བཏང་བ་མ་རེད་ད་ག་རེ་རེད་ད། ཁྱབ་བསྒྲགས་ཤིག་བསྐྲངས་བ་ཡིན་ན། ཨ་ནི་ང་ཚོ་ཅིག་ཕྱི་རྒྱལ་དཔོན་རིགས་མང་པོ་ཕྱི་ཕེབས་ཡོང་ན་ང་ཚོ་ཅིག་ང་རང་ཚོ་ཅིག་བོད་རིགས་དང་ཧི་མ་ལ་ཡའི་ཁག་ལ་འགོ་འཛིན་དེ་ར་ཡའི་དཀའ་ངལ་ཅིག་རང་བཞིན་ཡོང་དགོས་ང་ཚོ་སྔོན་རྩིས་ནས་ང་ཚོ་བྱུང་ཡོད་རེད།

དེ་ཚང་མ་ཤངས་པའི་རྒྱལ་བ་ཐང་ཆེན་ཆེན་པོའི་སློབ་མ་ཡིན་པ་ཅིའི་རྒྱུ་རེད་ཚང་མ། འཇིགས་པ་ཅིས་ཀྱང། ད་དེ་ནང་ལ་ཡན་ཆད་ཅན་ག་ལེའུ་ད་ག། ད་འདི། ཚོགས་ཁང་གཏེར་སྒོ་བྱུང་འཇུག་ཅིག་མ་དུ་མ་ལ། མི་གཅིག་ཁྲི་ལྔ་སྟོང་དྲུག་སྟོང་དྲུག་སྟོང་ཚུན་ད་དེ་དུ་བྱུང་བྱས་ན་བདུན་སྟོང་དེ་འདྲ་ཅིག་མ་དུ་མ་བྱུང་འདི་ཉིད་ཅིག་པ། ལ་ཡོད་མ་ར། ལ་རོ་མ་ཅིག་ཨ་ཅིག། ད་དུ་བྱས་ནས་ད་དེ་ནང་ལ་ཁོ་ཚོ་ཏི་ཀ་ཏི་ཀ་ཉུང་ན་མ་ཚུགས་ཨ་ད་ག་རེ་ཡོད་ཟེར་ཨ་ནི་ང་ཚོ་བོད་པ་དང་ཧེ་མ་ལ་ཡའི་རི་རྒྱུད་དང་སོག་པོ་མི་རིགས་དང་དེ་ཚོ་སྤྲད་དུས་སྨིན་སེར་ཞི་བོ་ཅིག་བཏང་ཡོད་འདུག།

མ་རབས་ཀྱི་ཆེ་ར་དེ་ཚོ། ཡག་པོ་མ་རེད་ད་དེ་འདྲས་བཟང་དང་ཞིན་དང་ཞིན་བཤད་དགོས་བཟང་དང་ཞིན་དང་ཞིན། གཅིག་དེ་ནི་ད་ལྟ་གོང་ས་མཆོག་ལ་ཡ་ད་མཛད་འཕྲིན་བཟོ་གི་འདུག་ད་གཉིས་དེ་ནི་ད་དཀྲི་ཁ་རག་གི་མི་འདུག་ཆ་ཉེས་རག་གི་མི་འདུག་ཟེར་ན་ད་ང་ཚོ་དཀའ་ངལ་འདི་ཆགས་འདི་ཡོད་རེད་ལེས་ལེས་ད་འདི་གཉིས་གཉིས་འགལ་ཟླ་ཆགས་འདི་རེད་ད་ཡིན་ད་འདི་སོང་ཟེར་ད་དེ་རིང་ང་ཚོ་དེ་བྱང་ཨ་རི་ལ་གཅིག་གནང་པ་རེད་ད་ཡ་སུའིས་ལ་མ་གནང་ན་གར་ཆིག་རེད་ད་ནི་རྡ་རམ་ས་ལ་ལ་མ་གནང་ན་གར་ཆིག་རེད་ད་དེ་དྲི་བ་རེད་ཟེར་ཡ་ཡིན། ད་འདི་དྲ་རང་དྲ་བའི་རིགས་ཞི་དོན་ཚོ་པི་གི་ཚོགས་རྩིས་ཡིན་པའི་སྐད་ཆ་རེད་འདུག་ད་ཁོས་སྐད་ཆ་བཤད་ཡོད་དམ། ད་མི་འདི་སྐད་ཆ་དེ་གཡོ་སྒྱུ་ཡིན་ན་དངོས་ཡོད་ཀྱི་གནད་དོན་ཡིད་ཧ་གོ་མ་སོང། དངོས་ཡོད་ཀྱི་གནས་ཚུལ་ཡིན་ན། བླ་རྒན་ངག་འདྲ་བོ་མགོ་དཀར་པོ་དེ་ཚོས་གསང་བཏང་ཚེ་བོད་མི་གི་སྤྱི་ཚོགས་ནང་ལ་བོད་མི་དེ་ཚོའི་ནང་ལོག་ནང་ད་བོད་མི་གི་གནས་ཚད་མཐོང་བཞག་སྟངས་ཅི་ཡོད་རག་ཚེ་མཐོ་དྲག་ཞག། སྡོད་ས། ཡ་རྗེས་འགྲོ་ཚ་མཆོག་གི་རྗེས་ཁག། ཁ་ནན་དྲ་སེ་ཡིན་ནམ་ཨ་མེ་རི་ཀ་སེ་ཡིན་ནམ་དེ་ཚོ་སྡོད་ཡོད་དམ་ཡིན་ན་གསང་བཏད་དམ་ག་འདྲ་དེ་འདུག།

ཧཱུྃ། ད་བྱ་བ་རིམ་གྱིས་སྐུ་བརྙན་འགྲོ་གིར་ཟེར་སྐད་ཆ་འདི་འདྲ་ཨ་ཉི་མེ་མོག་གི་མིག་གི་ནང་ལོག་ནོ། ད་ག་རེ་ལོག་གི་རྒྱུ། ཁོ་ཚོས་བོད་ཀྱི་འཛིན་བྱང་ལར་མི་འདུག་ད་དྲི་ཁ་དྲི་ཟེར་ནི་མི་འདུག་དེ་ཚང་ཁ་རྒྱོ་ཉོ་ནི་མི་འདང་ཨེ་ནི་དེ་ནང་གི་རེད་ལོག་འདུག་དེ་ནང་གི་ག་རེ་རེད། བྱ་བ་རིམ་གྱིས་སྐུ་བརྙན་གསོ་དགོས་འདུག་ཟེར་ནི་མང་ཚོགས་འདས་པ་མི་འདུག་ཟེར་སྐད་ཆ་མ་རག། མང་ཚོགས་ཀྱི་བློས་གཏད་ཡོད་མ་རེད་ཡིད་ཆེས་ཡོད་མ་རེད་བློས་སྐྱེས་ཡོད་མ་རེད་འདྲིའི་འདོད་པ་ཡོད་མ་རེད་དད་པ་ཡོད་མ་རེད་ཟེར་སྐད་ཆ་མ་རག། དེ་རྒྱ་གར་མི་ཆོས་སྐུ་གཟུགས་ཀྱི་གནད་དོན་དང་འབྲེལ་ནས་སྐད་ཆ་བཤད་ཡོད་ར། མི་མང་གི་སེམས་ཁམས་དང་འབྲེལ་སྐད་ཆ་བཤད་ཡོད་མ་ར། ད་དེ་ཚོས་ང་ཞིག་ག་རེ་རེད་འདུག་གནད་དོན་གང་འགྲོ་ཡག་གོ་གི་མི་འདུག་ཨ་ཧྱིན་ཅི། ད་སུའི་སེམས་ཡིན་ན་འདྲ་ད་རང་སེམས་ཡིན་ན་འདྲ་ད་བྲེལ་བ་རེད་བྲེལ་བ་རེད་ཟེར་དུས་སུ་ལབ་འདུག་ད་ལྟ་སང་ཉིན་གྱི་གནས་ཚད་དེ་སྐྱོ་པོ་རེད་འདུག་ཨ་ལ་བ་དེར་དོག་དོག་བྱེད་ཡག་ཡིན་ན། དེ་འདྲས་སོང་ཙང། བླ་རྒན་མགོ་སྐོར་ང་འགྲོ་བ་དུས་སྐད་བྲེལ་དུས་ཀྱི་དེ་གཉིས་ཅི། ད་ཁྱོད་ཚོ། སྨྱོན་དོན་གྱི་རྗེས་ཁ་དུས་ཚོ་ནང་ལ་སླེབས་ཤར་འཇུག་གི་མི་དུས་ཚོ་དེའི་སང་དུས་ཚོ་ཡ་རྗེས་འགྲོ་ཡོད་ཅེར་རྗེས་ཐང་དུས་ཚོ་ཡ་རྗེས་འགྲོ་ཡོད་ཅེར་ཙང་ཨ་ནི་རེ་བ་བཅང་འདོད་ཡ་དེ་རེ་བ་དེ་རེ་ལྟུང་འགྲོ་གི་ཚོ་ཡོང་གི་འདུག་ཁྱོད་ཚོས་རྗེས་ཐང་དུས་ཚོ་ལྟ་སང་ལྟང་སྟོང་དུས་ཚོ་ལྟ། ཨ་ནི་དེ་ནང་ལོག་ན་ད་ལྟ་གི་ལས་ཀ་དུས་ཚོ་ཚང་མ་སྤྱི་རྒྱུ་དང་སྤྱི། སྨྱོན་དོན་གྱི་སང་ན་ཁྱོད་མེད་ཨ་ཅེར་རྗེས་ལུས་ཀྱི་དབྱེ་འབྱེད་ཀྱི་སང་དེ་འདྲས་ཤ་སྟག་ཅིག་བཏང་དུས་ཀྱི་ལས་དོན་དེ་འདྲས་ཀྱི་ཚོ་ཡོང་གི་འདུག་ཨ།

ཞབས་བྲོ་ནི་དགུང་ང་བཅག་ཡིན་འདུག་ཨ་ཟ་ད་རྡོག་རྡོག་དེར་རྣམ་པ་ཙམ་ཁ་ཙོང་ཡང་ཞུ་ཚར་བ་ཡིན་ད་རི་ཡང་འདུག་ཟེར་ཞེས་ཞུ་བ་ཡིན་ཨང་གཏམ་མ་རྣམ་པ་ཙམ་གྱིས་ད་དེའི་རྗེས་ཀྱི་ཉིན་ནང་གཟིགས་རོགས་གནང་ཟེར་ཞུ་བ་ཡིན། ཚང་མས་ཚེས་ཉེར་གསང་གཉིས་ཀྱི་ཉིན་ལ་ཨ་མེ་རི་ཀ་གི་གྲོང་ཁྱེར་ནིའུ་ཡོག་གི UBS Arena གི་ཚོང་དགོན་དུ་ཕེབས་ཀྱི་ཡོད་པ་དང། དེའི་ནང་དུ་བྱང་ཨ་མེ་རི་ཀ་གི་ནང་གི་བོད་མི་དང་སོག་པོ་ཧི་མ་ལ་ཡའི་རི་རྒྱུད་ཀྱི་དད་ལྡན་མང་ཚོགས་བཅས་ཐུན་མོང་གི་ཐོག་ནས་གདན་ཞུ་བསྟར་འབུལ་ཞུ་འཆར་ཡོད་པ་རེད། ཐེངས་འདིའི་ང་ཚོའི་སྐུ་ལམ་བརྙན་འཕྲིན་ལས་རིམ་གྱི་ནང་དུ་བྱང་ཨ་རིའི་བོད་རིགས་སྤྱི་མཐུན་ཚོགས་པ། ཚོགས་པ་ཆེ་ཁག་གི་ཚོགས་གཙོ་གཉིས་གདན་འདྲེན་ཞུས་ནས་གཏན་གཞི་གི་བཀོད་སྒྲིག་བརྒྱུད་རིམ་དང་དགའ་སྣང་ཞིང་གི་འཛིན་ཞང་རྫོང་ཏང་ལ་སོགས་པ་ཁྱོན་ཡོངས་ཀྱི་ཐོག་ནས་བགྲོ་གླེང་ཞུ་གི་ཡིན། བརྗོད་གཞི་འདིའི་ཐོག་ལ་ཁྲོ་རིན་གྲོང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་གླང་དཀར་ལགས་དང་དགའ་སྣང་ཞིང་གི་ནིའུ་ཡོག་དང་ནིའུ་ཇར་སི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཆོས་རྫོང་ནོར་བུ་ཚེ་རིང་ལགས་གཉིས་ང་ཚོ་ཨ་རིའི་རླུང་འཕྲིན་ཁང་གི་ད་ལྟ་ནིའུ་ཡོག་ཏུ་ཡོད་པའི་བརྙན་ལེན་ཁང་གི་ནང་མཉམ་ཞུགས་གནང་གི་ཡོད། ཐོག་མར་རྣམ་པ་གཉིས་ཆ་ལ་འཚམས་འདྲི་ཞུ་རྒྱུ་དང་སྦྲགས་ནས་ད་ད་ལྟ་ང་ཚོ་གི་སང་ཉིན་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ་བརྟན་བཞུགས་ཕུལ་འཆར་ཡོད་པ་འདི་ཡིན་ན། ད་ཞང་ཨ་རིའི་ནང་གི་བོད་མི་གཙོས་བྱས་པའི་དད་ལྡན་མང་ཚོགས་ཚོས་ཐུན་མོང་གི་ཐོག་ནས་སྐྱབས་འཇུག་ཞུ་བ་ཡིན་དེའི་སྐབས་ལ་རྣམ་པ་གཉིས་ཀ་བོད་རིགས་སྤྱི་མཐུན་ཚོགས་པ་ཆེ་ཁག་གིས་ད་ཚོགས་གཙོ་ཆགས་བསྡད་བ་རེད་དེ་ཡིན་དུས་ངའི་སྤྲོ་བ་ཐོག་མ་དེ་ནོར་བུ་ཚེ་རིང་ལ་བརྟན་བཞུགས་བསྟར་འབུལ་གྱི་སྐྱབས་འཇུག་དེ་ཐོག་མ་ག་འདྲིས་སུ་ཐག་གཅོད་བྱས་བྱུང་ཡིན། དེ་རིང་མགོན་པོ་གང་ཉིད་དེ་ཆིབས་བསྒྱུར་དང་འབྲེལ་བའི་ཐོག་ནས་གོ་སྐབས་འདི་བཟུང་བྱས་ང་ཚོ་བྱང་ཨ་རི་ཐུན་མོང་ནས་དེ་འདྲའི་བརྟན་བཞུགས་བྱུང་ན་ཡག་པོ་འདུག་བོད་རིགས་སྤྱི་མཐུན་ཚོགས་པ་མང་པོ་ཞུགས་ཅིག་དེ་བྱང་ཨ་རི་ལ་དགོངས་འཆར་ཕེབས་པའི་ཐོག་ནས་བྱང་ཨ་རི་སྐུ་ཚབ་དོན་གཅོད་ངོས་ནས་ཡ་དགའ་འདས་ཕོ་བྲང་ལ་སྙན་སེང་ཞུས་པའི་ཐོག་ནས་དེ་འདྲའི་རྗེས་ནས་ང་ཚོ་ལ་གོ་སྐབས་ཐོབ་པ་ཅིག་བྱུང་འདུག་ཞུ་ཡིན་ནའང། ལགས་སོ། ད་ག་ནང་བཞིན་གྱི་བསོད་ནམས་གླང་དཀར་ལགས་ཁྱེད་རྣམ་པ་གི་ད་བོད་ཀྱི་ས་གནས་ཀྱི་བོར་ཚོགས་པ་གི་ངེས་ནས་ཡིན་ན་ཡང་དགོངས་འཆར་འདིའི་ནང་ལ་ད་ལྟ་ཆ་ཤས་ཉམས་བཞེས་བྱས་ནས་ད་ཡར་སྐྱབས་འཇུག་ཞུ་མཁན་གྱི་གྲས་ཡོད་ན། ཨ་རིའི་བོད་མི་ཡོངས་ཀྱི་ཐུན་མོང་གི་ཐོག་ནས་ཨ་ནེ་བརྟན་བཞུགས་ཀྱི་འདེགས་འབུལ་ཞུས་ན་ཡག་པོ་འདུག་ལ་ནས་ང་ཚོ་འདིའི་ནང་ལ་འབོད་སྐུལ་ཞུ་མཁན་ནང་རྐང་གཅིག་ང་ཚོ་ཨོ་འགྲེ་རི་བོ་བོད་རིགས་སྤྱི་མཐུན་ཚོགས་པ་ཡོད་འདི་ཞུ་བ་ཡིན་ལ། ཁྱེད་རྣམ་པ་གི་ད་ལྟ་ས་གནས་དེ་ལ་ཁྲོ་རིན་ཁྲོ་བོ་རིགས་སྤྱི་མཐུན་ཚོགས་པ་ལམ་ནས་བྲིས་འདུག་བསམ་སོང། ད་ལྟ།

ཁྱབ་བསྒྲགས་ཤིག་བསྐྲངས་བ་ཡིན་ན། ཨ་ནེ་ང་ཚོ་ཅིག་ཕྱི་རྒྱལ་དཔོན་རིགས་མང་པོ་ཕྱི་ཕེབས་ན་ང་ཚོ་ཅིག་ང་རང་ཚོ་ཅིག་བོད་རིགས་དང་ཧི་མ་ལ་ཡན་ཁག་ལ་འགོ་འཛིན་དེ་ར་ཡའི་གི་དཀའ་ངལ་ཅིག་རང་བཞིན་ཡོང་གི་ང་ཚོ་དངོས་དངོས་འཛིན་དེ་ང་ཚོ་བྱུང་ཡོད་རེད་དེ་སུ་དུས་ད་འདོད་ཆགས་ལ་ད་དུང་ཅིག་མ་རང་གི་མང་པོ་ཞུ་ཅིག་ང་ཚོ་ལ་འབྲེལ་བ་ཡོང་གི་འདུག་ད་ཡིན་པ་ན་བྱང་ཡུ་རུ་སྐུ་ཚབ་དོན་གཅོད་རེད་ང་ཚེ་ས་གནས་ས་ཐོག་ནས་ཅིག་ཕེབས་མཁན་ནང་ལོགས་ལ་ཨ་ནེ་ཚོགས་ཁང་ནང་ལོགས་མི་གང་མང་མང་ཅིག་ང་ཚོ་ཤོང་ཡས་གི་འབད་བརྩོན་ཞུས་བྱས་ཨང་གཅིག་གི་ཐོག་མ་ནས་ང་ཚོ་མགོན་པོ་ཁང་གཉིས་ཀྱི་དེ་ལྟར་བཞུགས་ཁྲིའི་རྒྱབ་ལོག་དུ་ཚོ་ང་ཚོ་ཅིག་ལྟག་རྫོང་ཡ་ང་ཚོ་འདུག་སའི་ཆ་ཚང་རུ་ཙོང་སྒྲུབ་པ་ཅིག་རེད་ལའང། དེའི་བོད་རིགས་སྤྱི་མཐུན་ཚོགས་པ་ཁག་གི་ཁྱབ་ཁོངས་སུ་མེད་པ་ད་བོད་ནས་སློབ་གཉེར་ལ་ཕེབས་མཁན་དང་དེ་འདྲའི་མང་པོ་འདུག་ད་ཁོང་ཚོ་འབྲེལ་བ་བྱེད་མཁན་དང་དེ་འདྲའི་མང་པོ་འདུག་ཁ་སང་སྔོན་མ་ལྟ་བ་ལ་འཛིན་ཞང་ཉོ་སྟངས་དང་དེ་ཚོ་ད་དེ་འདྲའི་རིགས་ལ་དམིགས་བསལ་གྱི་ཡ་གཅིག་ཡོད་བ་རེད་པས་ཡང་ན་ད་འཛིན་ཞང་མ་རག་པ་བཅས་བོད་ཡིག་ལ་ཕེབས་པ་ཡིན་ན་ཡ་དམིགས་བསལ་གྱི་གོ་སྒྲིག་དེ་འདྲའི་ཡོད་བ་རེད་པས།
ད་ང་ཚོས་ངོས་ནས་ཐོག་མར་ང་ཚོ་ས་གནས་ས་ཐོག་ངོས་ནས་དེའི་ང་ཚོ་ཐབས་ཤེས་ཞུས་ཡོད་རེད་དཔེར་ན་ཚོགས་ཁང་ཕྱི་ལོགས་ལ་ང་ཚོ་བོད་སྐད་བརྙན་འཕྲིན་ཐོག་ལ་གོང་གོང་ས་མཆོག་གིས་བོད་སྐད་ཞལ་མཇལ་ར་ཡ་དང་ལྟ་མེད་ན་དེའི་ལུང་པ་དེའི་སྐོར་གསུང་བྱ་ཆོག་ནི་ང་ཚོ་དཀའ་ངལ་འཕྲད་ཡོང་གི་འདུག་ལྷག་པར་དུ་ད་ཉེ་བའི་ཆར་ལ་ང་ཚོ་གི་ཨ་རིའི་སྲིད་འཛིན་ཟུར་པ Donald Trump གནས་ཚུལ་དེ་བྱུང་ནས་གསུང་བྱའི་ཐོག་ལ Security ཐོག་ལ་དམིགས་བསལ་ཁོང་ཚོ་གིས་དམ་དྲག་གནང་གི་འདུག་དུས་ཚོད་དེ་ད་འདོད་ཆགས་ལ་ང་ཚོ་ཕྱི་ལོགས་འདི་ཧ་ལམ་ང་ཚོ་ཁག་པོ་འགྲོ་བར་ཆགས་ཀྱི་འདུག་གང་ལྟར་ད་ཚོགས་ཁང་ནང་ལོགས་ལ་ང་ཚོ་གང་མང་མང་ཤོད་ཡས་ང་ཚོ་གི་དུ་སི་བྷ་གས་ཤོད་ཡས་ང་ཚོ་དུ་སི་བྷ་གས་ང་ཚོ་གི་ད་བསམ་བཏང་ཡས་རེད་ཤོད་ཡས་ལང། གཙོ་བོ་དེ་བྱང་ཨ་རི་སྐུ་ཚབ་དོན་གཅོད་ཐུགས་འགན་བཞེས་ཡས་རེད་དེའི་ཐོག་ནས་ཨ་ནི་ང་ཚོ་ས་གནས་ས་ཐོག་ངོས་ནས་ཐབས་ཤེས་གང་ཡོད་ཡོད་བཏང་བྱས་ཡས་ང་ཚོ་ཚོགས་ཁང་འདི་ང་ཚོ་གཏན་འབེབས་བྱུང་བ་རེད་ཤོད་ཡས་ཡིན། ཨ་ནི་རྩ་བའི་ཆ་ནས་ཕྱི་ལོགས་ལ་འདི་འདྲའི་ཆེན་པོ་འདི་འདྲའི་ར་ཡོད་རེད་ཡིན་པ་ནང་ཁོག་ང་ཚོ་གནས་སྟངས་ཀྱི་ཆ་ནས་ང་ཚོ་ཡོང་གི་མི་འདུག་དེ་ཡས་ང་ཚོ་ཡ་ག་འདས་ཕོ་བྲང་ལ་སྙན་སེང་ཞུ་བའི་ཐོག་ནས་ད་འདིར་ཚོགས་ཁང་འདི་ང་ཚོ་ཐུགས་གཏན་འཁེལ། འཛམ་གང་འདྲ་ཡིན་མིན་མང་ཚོགས་ལ་གསར་བཤད་ཅིག་གནང་རོགས་གསུང་གི་འདུག། ཐོག་མར་ང་ཚོ་བླ་བྲེ་སྤུ་བོ་གིས་བཞེས་ན་ཕུལ་བས་དང། ཨ་འདིའི་རྗེས་ལ་མགོན་པོ་གང་ཉིད་བཀའ་སློབ་བྱས། ཨ། མགོན་པོ་གང་ཉིད་ཀྱིས་དེ་འདྲ་ལུང་ག་ཞིག་བསྟན་ནའི་ཡ་གི་ང་ཚོར་རེ་བ་ཞུ་འོས་རེད། དེ་མ་ཡིན་པའི་ད་ང་ཚོ་མཛད་རིམ་མ་ན་རེ་དེ་འདྲའི་ང་ཚོ་གི་དེ་འདྲ་འཆར་གཞི་གལ་ཡོད་མ་རེད། དུས་ཚོད་གང་ཐུན་དུ་གནང་ལ་མི་མང་ལ་མགོན་པོ་གང་ཉིད་ཀྱི་གསུང་ཐོས་ཞལ་མཇལ། ཨོ་འདིས་ང་ཚོ་ད་གནད་འགག་ཞིག་མ་ཞིག་ང་རང་ཚོའི་ངོས་ནས་ཡ་ཅིག་ལས་བསྡོམས་རིང་པོ་སྐྱོ་བས་དེ་འདྲ་ང་ཚོ་གལ་གལ་ཡོད་མ་རེད། ཨོ་འདི་ལྟ་ངེས་ཅིག་སོ་སོའི་ངོས་ནས་ཤེས་པ་དེ་ཞུས་ན། ཚོགས་ཁང་ནང་ལ་སྐུ་མདུན་དངོས་གནས་དེ་ག་དུས་ཕེབས་ཀྱི་ཡོད་རེད་མི་མང་ག་དུས་ནས་སྐྱོ་དགོས་ཀྱི་ཡོད་རེད་དེ་ཚོའི་སྐོར་ཅིག་རྡོག་རྡོག་ཅིག། དཔང་འདི་ཆུ་ཚོད་བདུན་པ་ནི་ང་ཚོ་དཔལ་གྱི་རྒྱལ་སྒོ་ཕྱེ་གི་ཡོད་རེད། ཨ་ནི་རྒྱལ་སྒོ་དེ་ཡིན་ན་དེ་ལྟ Entrance ཡ་འཛུལ་ས Choose བྱ་དེ་རེད་དེ་སུ་དུས་ང་ཚོ་པེ་ཅིན་ཆུ་ཚོད་དགུ་པ་ནི་ང་ཚོ་ཆུ་ཚོད་བཅུ་པ་པ་དུ་འདུག་ཟས་རིམ་ངོ་མ་དེ་འདུག་བྱ་དེ་རེད་ཞུ་ཡིན་ལང། ཁོ་ད་ལྟ་མང་ཚོགས་མང་པོ་ཡོད་དུས་སྐབས་ལ་ཚོགས་ཁང་དེ་དུས་སུ་ཆུང་དྲགས་ཡོད་པ་དེའི་དགོངས་ལ་དགོངས་ཚུལ་འདུག་ཁྱེད་རྣམ་པ་ནི་ནོར་བུ་ཚེ་རིང་ལ་ག་འདྲི་དགོངས་ཚུལ་ག་འདྲི། བྱང་ཨ་རིའི་སྐུ་ཚབ་དོན་གཅོད་ཀྱི་ཐུགས་འགན་བཞེས་པའི་ཐོག་ནས་ང་ཚོ་ས་གནས་ས་ཐོག་ནས། ང་རང་ཚོ་ངོས་ནས་རང་ནུས་གང་ཅོལ་གྱིས་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་བཏང་ཡོད་དེ་གསལ་བོ་བྱས་ནས་སྙན་སེང་ཞུ། ཚོགས་གཙོ་ནོར་བུ་ལགས་ཀྱིས་གསུངས་པའི་འདི་ག་ལ་ང་ཁ་སྣོན་གཅིག་གཉིས་ཤིག་རྒྱག་ཆོག་པ་བྱེད། ད་རྩ་བའི་ཆ་ནས་ནེའུ་ཡོག་གི་གནས་སྟངས་འདི་ད་ནེའུ་ཡོག་ལ་ཞུགས་མཁན་སྤྱི་དོན་ཚོགས་པ་རེད་ནེའུ་ཡོག་མི་མང་མཁྱེན་གྱི་རེད་ཨ་ནི། ད་ལྟ་གཙོ་བོ་དབུ་ཁྲིད་མཁན་དེ་བྱང་ཨ་རི་སྐུ་ཚབ་དོན་གཅོད་འདུག་ཆགས་བསྡད་ཡོད་རེད། དེའི་ནང་ལ་ཡ་ཨ་ནི་ཆ་རྐྱེན་སྟོང་ཕྲག་བཅུ་བདུན་ཅིག་ཁྱོན་བསྡོམས་ནས་ཡ་མ་ལྔ་གཅིག་གཉིས་ཀྱི་བར་ལ་བཙོངས་ཡོད་རེད་དེ་ཡིན་ནས། ཆུ་ཚོད་གཅིག་གཅིག་དང་ཕྱེད་ཀ་ནང་ལོགས་ལ་ཡ་དེ་ག་ཟེ་གཅིག་གིས་ཨ་ནི་མགྱོགས་པོ་དྲིལ་འགྲོ་དུས་ཙམ་པ་ལ་ཡ་ད་གོང་ས་མཆོག་ལ་ཡ་དེ་ག་ཟེ་གིས་ང་ཚོའི་ཨ་ནི་བོད་མི་ཚོ་གིས་དད་པ་ཡོད་པ་གུས་བརྩི་ཡོད་པ་བརྩི་མཐོང་ཡོད་པ་ཨ་ནི་རྒྱ་བོ་རིན་པོ་ཆེ་གིས་ཨ་ནི་ཞལ་འབྱེད་འདོད་ཡོད་པ་གསུང་ཐོ་འདོད་ཡོད་པ་འདི་ང་ཚོའི་གསལ་པོ་ཞི་བོ་ཅིག་ཆགས་ཡོད་རེད་འདི་གནད་འགག་ཆེན་པོ་ཞི་བོ་ཅིག་ཆགས་ཡོད་རེད་འདི་དྲན་གི་འདུག་ད་གཅིག་བལྟས་ནས་ང་ཚོ་དྲི་བ་འདི་རེད་གཉིས་བལྟས་ད་མི་མང་ནང་ལས་ང་ཚོ་དྲི་བ་ག་རེ་གཅིག་དེ་ནི་ད་ལྟ་གོང་ས་མཆོག་ལ་ཡ་ད་མཛད་འཕྲིན་བཟོ་གི་འདུག་ད་གཉིས་དེ་ནི་ད་སྤྲི་ག་རག་གི་མི་འདུག་ཆ་ཉེ་རག་གི་མི་འདུག་ད་ང་ཚོ་དཀའ་ངལ་འདི་ཆགས་ཡོད་རེད་ད་འདི་གཉིས་གཉིས་འགལ་ཟླ་ཆགས་ཡོད་རེད་ད་ཡིན་ད་འདི་སོང་ཟེར་ད་དེ་རིང་ང་ཚོ་དེ་བྱང་ཨ་རི་ལ་གཅིག་གནང་པ་རེད་ད་ཡ་སུས་ལ་མ་གནང་ན་གར་ཆིག་རེད་ད་ནི་དྷ་རམ་ས་ལ་ལ་མ་གནང་ན་གར་ཆིག་རེད་ད་དྲི་བ་རེད་ཟེར། དེ་བརྟན་བཞུགས་ཕུལ་བའི་རྗེས་ལ་ཨ་མི་རི་ཀ་གི་ནང་གི་བོད་པ་ཚང་མ་རྡོག་རྩ་གཅིག་སྒྲིལ་བཟོ་ཡ་ཁྱོད་རང་ཚོའི་བོད་རིགས་སྤྱི་མཐུན་ཚོགས་པ་ཁག་མང་པོ་ཞིག་ཡོད་གསུང་གི་འདུག་དེ་ཚང་མས་འགན་འཁུར་ནས་ལག་ལེན་ལ་བསྟར་རོགས་མ་གཏོགས་ཁྱེད་རང་ཚོའི་བསྟན་བཤིག་དེ་ག་ཙམ་ཡིན་པ་ཚང་མས་ཤེས་གསལ་རེད། བསྟན་བཤིག་ཕུལ་བ་དང་མཉམ་དུ་སོ་སོ་སོའི་ས་གནས་ལ། དངོས་གནས་དྲང་གནས་དེ་རྡོག་རྩ་གཅིག་སྒྲིལ་བྱས་ཡ་དེ་བསྟན་བཤིག་དངོས་གནས་དེ་ཆགས་བསྡད་པ་རེད་དེ་ལ་ལས་འགན་ག་རེ་འཁུར་གི་ཡིན་གསུང་གི་འདུག། ནོར་བུ་ལགས་ནས་འགོ་བཙུགས་དང་འགྲིག། རྡོག་རྡོག་ཅིག། ལ། ད་གཅིག་སྒྲིལ་ལས་དེ་ང་ཚོ་དག་ང་ཚོས་གསུང་བ་ཙམ་གྱིས་འགྲིག་ཡ་ཡོད་མ་རེད། གཅིག་དྲིལ་དེ་ག་འདྲས་བྱུང་གི་རེད། སྒྲིག་གཞི་འདི་སྒྲོམ་ལ་བཞག་པའི་ཐོག་ནས་དྲང་ཚུགས་དང། སྒྲིག་ཚུགས་ལ་ཡ། ཨོའོ་དཔུང་སྡེ་ཞུ་ནས་ང་ཚོ་གཅིག་སྒྲིལ་ཡོང་ཡ་མ་ཤེས། གང་ཟག་སོ་སོ་གི་འདོད་པ་དང། ཨ་ནི་ཚོགས་པ་སྡེ་ཁག་སོ་སོ་གི་འདོད་པ་བཏོན་པ་ཡིན་ན། ང་ཚོ་གཅིག་སྒྲིལ་ནམ་ཡང་ཡོང་ཡས་མ་རེད་དེ་སུ་དུས་ཁྱེད་ཚང་གིས་ཞུས་པ་ན་ཤེས་རེད་དགོངས་པ་དེ་རྒྱ་ཆེ། ཕུགས་རྒྱང་རིང་བ་དགོངས་པ་བཞེས་པའི་ཐོག་ནས་ང་ཚོ་གོམ་པ་རྒྱ་བ་ཡིན་ན།

ད་ང་ཚོས་གོང་ས་མཆོག་ལ་བརྟན་བཞུགས་ཕུལ་གི་ཡོད་རེད་དེ་ཡིན་ནས་གཙོ་བོ་གོང་ས་མཆོག་གི་བཀའ་སློབ་གསན་དགོས་ཡ་ད་ང་ཚོ་གཅིག་གཅིག་དེ་གལ་ཆེན་པོ་ཞུ་གི་རེད་ཡིན་ནས་ང་ཚོ་བྱང་ཨ་རི་ཙམ་མ་རེད་བོད་མི་ག་བ་ཡོད་ས་དེ་ལ་ཕྱག་ལས་གནང་པའི་སྐབས་སུ་འགྲིག་མ་འགྲིག་ཡོད་པའི་སྐབས་སུ་གནད་དོན་ཁོ་རང་ག་ལ་བཀའ་མོལ་གནང་ན་ང་ཚོ་འཁྲུག་ག་ཡ་ཡོད་མ་རེད་གནད་དོན་བྱུང་པའི་སྐབས་སུ་ཆོལ་ཁ་ཆོས་ལུགས་དང་ལུང་ཚན་སྦྱར་བཤད་ན་ཨ་ན་ང་ཚོ་དཀའ་ངལ་དེ་ཆགས་ཀྱི་ཡོད་རེད་དེ་སོང་ཙང། ད་ལྟ་ཁོ་རྒྱ་ཡན་རྒྱ་མཚོ་ལ་སོང་པ་ན་ཞིག་ནས་གཅིག་སྒྲིལ་དེ་ག་ནས་འགོ་བཙུགས་རེད་ཟེར་ན་དོ་བདག་རང་ཉིད་ནས་འགོ་བཙུགས་རེད་དེ་སོང་ཙང་ང་ཚོ་ཚང་མས་ཀྱི་གཅིག་སྒྲིལ་གནང་དགོས་ཡ་ཆོལ་ཁ་ཆོས་ལུགས་དབྱེ་བ་མེད་པ་བྱེད་དགོས་ཡ་དེ་མི་ཚང་མ་ལ་འགན་ཡོད་རེད་དེ་ཞུ་བ་ཡིན་ཐུགས་ཆེ་ན།
གནད་དོན་ལ་གནད་དོན་བཤད་པ་ལས། རྩ་བའི་ཆ་ནས་ཕྱི་ལོགས་ལ་འདི་འདྲའི་ཆེན་པོ་འདི་འདྲའི་ར་འོས་རེད་ཡིན་པ་ནང་ཁོག་ང་ཚོའི་གནས་སྟངས་ཀྱི་ཆ་ནས་ང་ཚོ་ཡོང། ཁོང་དོན་གཅོད་ཀྱི་བཀའ་གནང་བ་བཞིན་སོང་ཡང་བརྙན་ཐུང་གི་ལམ་ནས་ནི་ང་ཚོ་ཚེས་ཉི་ཤུ་ཉིན་གྱི་བརྟན་བཞུགས་ཀྱི་ནི་འགོ་འཛིན། ཀྲི་ཀིརྟི་ཙོང་ཡ་སྐོར་ལ་ཡང་གསལ་བསྒྲགས་ཅིག་ཞུ་ཡ་ཡོད། ད་འདི་ག་རེད་ཟེར་ན་ཁ་སིན། ང་ཚོ་ཚེས་བཅུ་དྲུག་ཉིན་ག་དེ་འགོ་འཛིན་གཅིག་ཁྲི་ལྔ་སྟོང་བཙོང་ནི་ནི་ཚང་མ་ལོག་དེ་ད་རྫོགས་བྱས། ཆོས་དུས་གཅིག་གཉིས་ནང་རྫོགས་བྱས་ད་ཀྲི་ཀིར་མ་ར་བའི་མང་པོ་ཅིག་དེ་ཡ་དེ་གསུང་སྙན་མང་པོ་བྱུང་པ་རེད་བོད་རིགས་སྤྱི་མཐུན་ཚོགས་པ་ཁག་གི་འབྲེལ་བ་གནང་གི་འདུག་དག་སྣང་དང་དོ་བདག་གེ་པའི་འབྲེལ་བ་གནང་གི་འདུག་ད་འདི་འད་ཡིན་དུས་ང་ཚོས་ག་རེ་ཟེར་ནི་གཅིག་གྱུར་ཅིག་གི་ཐོག་ནས་ཡོང་ཡག་དེ་ཡ་ད། བ་ཚོགས་ཁང་འབྲེལ་བ་ཞུས་བྱས་བྱས་ཨ་ནི་ང་ཚོས་འགོ་འཛིན་ད་དུ་བ་ཁུ་ཁུ་སིང་སིང་ཡོད་ཚད་རེད་ཡ་ད་ཞོད་ཅིག་གི་སིད་ཀི་ཡག་པོ་མེད་པ་ཡིན་ནའི་ལས་ཨ་ནི་དུ་བེད་བྱས་བཀའ་མོལ་ཞུས་ནི་ད་ཁྱེད་ཚོ་ཁྱེད་གཉིས་ཚོགས་ཁང་ལ་བཀའ་མོལ་ཞུས་ནི་ད་ཚོགས་ཁང་གར་བཀའ་གནང་བ་རེད་ཟེར་ན་ད་ང་ཚོས་དེ་ག་ས་ག་ལ་ཚད་ནི་ད་ག་ད་ཅེག་སྟོང་ཡས་མས་ཅིག་ལྷག་བཞག་ཨོ་དེ་ཅིག་བཙོང་ཡག་རེད། ཟླ་འདིའི་རྩོང་ཡ་ཡིན་པ་དེས་ང་ཚོའི་རྩོང་སྟངས་དེ་གཅིག་གྱུར་གྱི་གོ་གི་ཡོད་དུས་ད་ལྟ་སེ་ར་དེ་ཞུ་གི་ཡོད་རེད་དེ་ཡིན་དུས་ད་འདི་ཁྱོད་ཚོས་ག་དུས་ལ་རྩོང་གི་རེད་འཛིན་བྱང་ག་དུས་དྲ་ཐག་ག་གི་ག་ནས་ཉོ་གི་རེད་ཁ་སིན་ནང་དུ་བྱས་ཕགས་ཁོ་ག་རེད་དེ་གས་དེ་ང་ཚོས་ད་ལྟའི་སེ་ར་དེ་གཟིགས་ཚར་བའི་རྗེས་ལ་ཡ་ཨ་ནི་དོ་དགོང་དགོང་དག་ཉིས་སྟོང་ཉི་ཤུ་རྩ་བཞི་གི་ཟླ་བ་བརྒྱད་པའི་ཚེས་བཅུ་དགུ། དེ་རིང་གཟའ་ཟླ་བ་ཆགས་ཏེ་ཡོད་རེད་ཚེས་བཅུ་དགུ་གི་དགོང་ཟླ་ཨ་རིའི་ཤར་ཕྱོགས་ཆུ་ཚོད་དེ་སུ་དུས་ནིའུ་ཡོག་གི་ཆུ་ཚོད་དགུ་དེ་ཆེད་མཁས་ཏག་ཏག་ཐོག་ལ་ཡང་ཁ་སིང་དང་དག་བྱས་རྗེས་ང་ཚོས་གསལ་བསྒྲགས་ཞུ་གི་རེད། འདི་གསལ་བསྒྲགས་ཞུ་ཚེ་འདི་ག་བར་ཞུ་གི་རེད་ཟེར་ན་ང་ཚོས་ད་དུང Office of Tibet བྱང་ཨ་རི་སྐུ་ཚབ་དོན་གཅོད་ཁང་གི་ངོ་དེབ་སྒང་ལ་ཡང་གསལ་བསྒྲགས་དེ་ཞུ་གི་ཡིན། ངོ་དེབ་སྒང་ལ་ཡང་གསལ་བསྒྲགས་ཞུས་པའི་དང་ཆབས་ཅིག་ཏུ་བྱང་ཨ་རིའི་ནང་ལ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པ་ཁག་སུམ་ཅུ་ཐམ་པའི་གི